བཀའ་ཉིན་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་གྱི་ཉིན་ལ་ཡང་རྒྱ་གར་བྱང་ཤར་གྱི་ལྷོ་བྲན་ཆུང་ཁུལ་དུ་རྟེན་གཞིར་བྱས་པའི་གདན་ས་པཎ་ཆེན་ཆོས་གླིང་དུ་སྐྱབས་མགོན་རྒྱལ་བའི་རྒྱལ་ཚབ་སྐུ་ཕྲེང་དང་པོ་དྲུང་དགོན་གཞི་དཔལ་འབྱོར་དོན་གྲུབ་མཆོག་སྐུ་བལྟམས་བྱས་ནས་ལོ་དྲུག་བརྒྱ་འཁོར་བ་དང། ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་ལ་ཡང་རྒྱལ་ཚབ་སྐུ་ཕྲེང་བཅུ་གཉིས་པ་ཆེན་པོ་མཆོག་ལ་ཡང་རུམ་འདེགས་བཤད་གྲྭའི་སློབ་ཟུར་ཡོངས་ནས་བརྟན་བཞུགས་བཀྲ་ཤིས་ཞུས་པ་རེད། ཡོན་ཆོས་དར་མ་པོ་ཡི་གདུང་རྩེ་པོ་བརྒྱད་ཚོགས་སྐོར་གཞིར་བཞེངས་པའི་ཞབས་བསྟོད། མཛད་སྒོའི་ཐོག་ལ་བོད་མིའི་བླ་ན་མེད་པའི་འོག་སྒྲིལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་གཙོས་པའི་དཔལ་རྒྱལ་དབང་བཀའ་མ་པ་ཨུ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་བརྙན་འཕྲིན་གྱི་བརྒྱུད་དེ་གསུང་འཕྲིན་དང་དག་སྣང་ཆེན་བླ་ཆེན་ཁག་ཅིག་གི་གསུང་འཕྲིན་ཕེབས་ཡོད་པ་རེད། ཆབ་སྲིད་དང་འབྲེལ་བྱས་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱི་ཚབ་ཞུས་ཏེ་གྲོས་ཚོགས་ཀྱི་ཚོགས་གཙོ་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་སྣེ་ཁྲིད་པའི་སྤྱི་འཐུས་རྒྱུན་ལས་ཁག་ཅིག་དང་ནང་བཞིན་ཆོས་བརྒྱུད་ཁག་གི་སྐུ་ཚབ་མི་སྣ་དང་མང་ཚོགས་བཅས་འདུ་འཛོམས་གནང་ཡོད་པ་རེད། ད་རིང་གི་ང་ཚོའི་ལས་རིམ་འདིའི་ཐོག་ལ་ཡ་རྒྱལ་ཚབ་སྒོ་བཞི་དཔལ་འབྱོར་དོན་གྲུབ་མཆོག་སྐུ་བལྟམས་བྱས་ནས་ལོ་ངོ་དྲུག་བརྒྱ་འཁོར་བའི་དུས་དྲན་སྲུང་བརྩི་ཞུས་དོན་དང་འབྲེལ་བྱས་ནས་རྒྱལ་ཚབ་སྒོ་བཞི་དཔལ་འབྱོར་དོན་གྲུབ་མཆོག་གི་བསྩལ་རྣམ་རགས་བསྡུས་ཤིག་གི་སྐོར་ལ་ཡ་གདན་ས་དཔལ་ཆེན་ཆོས་གླིང་གི་མཁན་པོ་དགའ་དབང་ལགས་ང་ཚོའི་ལས་རིམ་ཐོག་རྟེན་འབྲེལ་ཞུས་པའི་ཐོག་ནས་རིན་པོ་ཆེ་མཆོག་གི་སྐུ་ཚེའི་བསྩལ་རྣམ་གྱི་སྐོར་ལ་ཡ་མཆན་འདྲི་ཞུ་གི་ཡིན། ཐོག་མ་དེ་མཁན་པོ་ལགས་ང་ཚོའི་ལས་རིམ་ཕེབས་པར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ལ་སོ།
ཁྱིམ་ལ་ངས་ཐོག་མར་དྲི་བ་དེ། ད་ད་ལན་གདན་ས་ལ་ཡི་ཡ། སྐྱབས་མགོན་མཁས་པའི་གས་ཚབ་སྐུ་འཕྲེང་དང་པོ་འཁྲུངས་བྱས་ནས་ལོ་ངོ་དྲུག་བརྒྱ་འཁོར་བའི་དུས་དྲན་སྲུང་བརྩིའི་འདུག་ཤིང་ཞུས་གནང་ཡོད་རོགས་ལ་དེ་འདྲའི་འདུག་ག་སོ་དེ་འདྲའི་གས་ལྟ་ཅིག་སྲུང་བརྩིའི་ཞུ་དགོས་ཡ་གི་གནད་དོན་གར་ཞིག་ཆགས་པ་ཡིན་ན་ཅིག་དེའི་གི་གནད་འགག་གྲོགས་ཅིག་གར་ཆགས་གོ་རེད་ལ། ཅི་དང་དུས་དྲན་ཟེར་ཡ་དེ

ཚོགས་བསགས་སྒྲུབ་སྦྱང་བྱས་ནས་བཟང་ཆབ་ལམ་ལ་ཕེབས་པ་ཡིན་ན་རྒྱུན་སྦྱོར་ཐམས་ཅད་དག་སྣང་གི་གཟིགས་ཐུབ་པ་བྱ་དགོས་རེད་ལས་ཕྱིར་ཆུ་ཚོགས་ནི། དེ་ཡིན་དུས་མཛད་པ་རྗེས་དྲན་ཞིག་དགོས་དགའ་ཆེན་པོ་བྱས། དེ་ནས་འཇིག་རྟེན་གྱི་ཐོག་ནས། སྔོན་རབས་གསུམ་པའི་མོད་དུས་ཚོད་ཀྱི་དེ་ནི། སོ་སོའི་གི་མི་རིགས་སོ་སོའི་གི་རྒྱལ་ཁབ་སོ་སོའི་གི་འཁོར་ཡུག་དུ་སོགས་ལ་ཕན་ཐོག་ཡོད་པའི་གི་མཛད་རྗེས་ག་རེ་བརྒྱག་ཡོད་པ་གི་སྐོར་དེ། ཡག་པོ་ཞིག་ཤེས་མཛད་རྗེས་དུས་ཚོད་རིང་ཐང་དུ་ཧ་གོ་བ་ཡིན་ན་དེ་ནི། མི་རིགས་སོ་སོའི་གི་རིག་གཞུང་དང་ཆོས་ལུགས་གོམས་གཤིས་དག་གང་ཡིན་ན་ཡང་ཚང་མ་རྒྱུ་མཚན་སྲིད་ཐུབ་པ་བྱ་དགོས་ད་ལས་དེའི་རྒྱུ་མཚན་ལ་བརྟེན་ནས་དེ་ནས་རྒྱལ་ཁབ་སོ་སོའི་གི་རིག་གཞུང་རྒྱུ་མཚན་གི་ཟེར་ཡག་གི་ཆེད་དུ་སྔོན་རྒྱུད་གི་ལོ་རྒྱུས་དེ་ཚོ་ག་ཆེན་པོ་ལས་བརྩི་ནས་འཛམ་བུ་གླིང་ཚང་མས་དེ་གཟིགས་བསྡད་གི་ད་འོ་དེ་འདུག་ཆོས་དང་འཇིག་རྟེན་གཉིས་ཀ་ནས་དེ་ཟེར་པ་ཞིག་ཞིང་བྲན་བཟོ་བ་ཟེར་ཡག་དེ་དཔེ་མེད་གར་ཆེན་པོ་ཡིན་དུས་ད་ལྟ་གོ་ཁྱོད་དཔལ་འབྱོར་དོན་གྲུབ་ཀྱི་དྲུག་ཅུ་དུས་དྲན་ཟེར་ཡ་དེ་ཡང་ད་ལྟ་རྒྱ་ཚབ་སྐུ་མགྲོན་བཅུ་གཉིས་བར་དུ་ཕེབས་ཡོད་རེད་དེ་ཚོ་ཚང་མ་དེ་ནས་གཙོ་བོ་གོ་ཁྱོད་དཔལ་འབྱོར་དོན་གྲུབ་ཀྱི་མཚན་སྙན་ལ་བརྟེན་ནས་མཛད་པ་ཕྲིན་ལས་བཅུ་ལྔ་ཡིན་པ་སོང་ཙང་དང་པོའི་གི་བཀའ་དྲིན་ཆེ་ཤོས་ཀྱི་བླ་མ་དེ་ཉིད་མཛད་པ་རྗེས་སུ་དྲན་དགོས་ཡ་དེ་དཔེ་མེད་གར་ཆེན་པོ་ཆགས་ཀྱི་འདུག། ལོས་སོ།
ཨ་ནི་རྩ་བའི་གི་ད་རྒྱལ་ཚབ་སྐུ་མགྲོན་དང་པོ་གོ་ཤི་དཔལ་འབྱོར་དོན་གྲུབ་མཆོག་ཨ་ནི་ག་དུས་འདུག་ཅེས་ནས་བྱོན་པ་ཡིན་པ་ན་ནི་གཅིག་ཁོང་རིགས་ཀྱི་མཛད་རྣམ་སྙིང་བསྡུས་ཀྱི་གདུགས་ཚིག་ངོ་སྤྲོད་གནང་དག་ལ། སྤྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་ཐམ་པ་ལ། དེ་ནས་ད་ལྟ་བོད་ལྗོངས་ནག་ཆུ་ཁུལ། ཁ་ཞབས་རི་དྭགས་ནག་ཆུ་བྲང་ཆུ་སེ་ར་ནག་ཆུ་ས་ཁོར་དེའི་ཁ་ཞབས་དེ་ནས་སྙེ་བོ་གཡག་སྟེང་ཟེར་ས་དེ་ནི་ལ་ཀོ་གྲོང་རེད་ལ་ཀོ་ཤི་ཡ་དེ་གཅིག་སྟོང་དགུ་བརྒྱ་གྱ་བཞི་གྱ་གཉིས་བ་རྒྱ་རྒྱ་ཉེ་རི་དེ་འདྲ་བྱས་ད་འདོག་ན་དགུང་ལོ་དྲུག་ཅུ་རེ་གསོན་པོ་ཞོག་རེད་དེ་ག་བ་ད་ལས་རྒྱོག་ནས་དེ་ནས་མཛད་པ་ཁྲི་ལས་བསྐྱངས་ཡོད་རེད་དེ་ཡིན་དུས་དེ་ནས་གཅིག་སྟོང་བཞི་བརྒྱ་ཟེར་ནས་འདྲ་ད་དུས་རབས་བཅོ་ལྔ་པ་ནང་ལོག་ལ་ཕེབས་ཟེར་ནས་ཏག་ཏག་འགྲིག་གི་ད་ལས་དེའི་དུས་ལ་ལོས་བ་ཕེབས་རེད་དེ་ནས་ཁོང་དགུང་ལོ་ཆུང་དུས་ནས་ཀརྨ་པ་དྲུག་པ་མཐོ་བ་དོ་ལྡན་གྱི་སྐུ་མདུན་ལ

ཁོང་ལྐོག་རྒྱག་བྱས་ཡིན་འདུག་དེ་མི་དེ་མི་མ་འདྲ་བ་ཡིན་པའི་རྒྱུ་མཚན་རེད་མ་གཏོགས་སྤྱི་དང། དེ་ནས་སྐར་མ་སྒར་ཆེན་གྱི་འགན་འཁུར་ཐུབ་པ་ཞིག་མ་རེད་གང་ཡིན་ཟེར་དུས། སྤྱིར་སྒར་པ་ཟེར་ཡག་དེ་བོད་སྐད་ལ་རུ་བ་ཕག་ཚོ་སྤོ་ནས་འགྲོ་བསྡད་ཡག་དེ་ཡི་གི་དོན་དག་རེད་ལས་དེ་འདྲའི་གི་བླ་མ་རྣམ་པ་དེ་སྔིན་མ་སྒར་ཚེ་ནི་ཡར་མ་ཕེབས་དེ་ཡང་ལུགས་སྲོལ་སྤྱི་དང་པོ་པ་ལ་འདུག། ལྷག་པར་དུ་དེ་ནི་ཀརྨ་པ་གི་སྒར་ཆེན་འཛམ་གླིང་སྦྱིན་ཟེར་ཡ་དེ་དཔེ་མེད་རྒྱ་ཆེན་པོ། རྒྱ་ཆེ་བོ་ཆེ་བུ་གི་གནས་སྐབས་སོགས་ལ་དེ་ནི་མི་གྲངས་ཡིན་ནས་ཁྲི་ཁ་ཤས་ཡོད་པ་དང་ནི། དེ་ནས་ཆུ་ཤེལ་གྲབས་ཚང་མ་ཕུན་སུམ་ཚོགས་པ་ཡོད་པའི་ཐོག་ལ་བཟོ་རིག་ལ་སོགས་པ་དཔེར་ན་ཐང་ག་བྲི་ཡ་དང་གངས་རི་བཟོ་ཡ་ལ་སོགས་པ་གི་རིག་གཞུང་གི་སྟེང་ནས་ཡིན་ན་ཡང་དམིགས་བསལ་གྱི་དེ་ནི་སྡེ་ཚན་ཆེན་པོ་ཞིག་གི་ཡོད་པའི་སྐད་དེ་ནི་སྒར་ཆེན་ཆེན་པོ་ཞིག་ཆགས་འདུག་རེད་དེའི་སྐད་འགན་དེ་དགུང་ལོ་བཅུ་བཞི་ནས་འཁོར་ཏེ་སྐོར་མ་ཞིག་གི་བར་དེ་ཉིད་ལ་ཁོང་གི་འགན་འཁོར་དུ་བཞེས་འདུག་ད་ལྟའི་དཔེ་དེ་ནི་སྤྱི་བོ་དམ་པ་ཟེར་ཡ་དེ་ཆུང་དུས་ནས་མ་འདྲ་བ་ཡོད་པའི་སྐད་གདངས་ཚད་འདི་འདུག་མ་གཏོགས་ཇི་ལྟར་བྱས་ན་སྐར་མ་སྒར་ཆེན་གྱི་འགན་དེ་མི་ཕ་ཅན་གྱིས་འཁོར་ཐུབ་པ་ཞིག་མ་རེད་ལ་དེ་རེད་དེའི་སྐད་སྟེང་དེ་ཉིད་ལ་དེ་ནས་ཆུ་སྲིན་ཆུང་དུ་བས་མཐའ་ཡས་པ་ཟེར་དུས་ད་ལྟ་ལོ་རྒྱུས་རྣམ་ཐར་མང་པོ་ཞིག་གི་ནང་ལོགས་ལ་སྐབས་དེ་དུས་དེ་ནི་བོད་ལ་གྱུར་པ་བཀའ་བསྟན་འབྱོར་གཉིས་གཙོ་བོར་བྱས་པའི་བོད་ཡུལ་ལ་ཆུ་ལ་མ་བྱིན་ཟ་བ་ཞིག་ཕ་ཁྱེར་དེ་ནི་བོད་ཤུག་དཔའ་འབྱོར་ཐོག་ཐུག་གི་མེ་སྦར་ལྟ་བུ་ཡིན་པ་སྐད་ཆ་བཤད་འོ་རེད་ད་མདོར་ན་གསར་མ་དང་རྙིང་མ་ཚང་མ་ཟིང་ཀྱང་ཕུ་ཚུམ་ཚོགས་པ་མཛད་ཁོང་དཔེ་མི་སྲིད་གི་མཁས་པ་ཆེན་པོ་ཆགས་དེའི་རྒྱུ་མཚན་ལ་བརྟེན་ནས་ཁོང་གི་གསུང་རྩོམ་འདི་ཚོ་ཡང་ཆུ་གྲོགས་ཀྱི།

དེ་ནས་ཀརྨ་པ་གྲོགས་པ་མཐོང་བ་དོན་འདི་དང་ཕ་གཤེགས་ཚར་ནས་རྗེས་མ་ཀརྨ་པ་བདུན་པ་ཆུ་བྲག་རྒྱ་མཚོ་དེ་ནས་མཚོ་ངོས་འཛིན་ཟེར་ཡག་དང་སྔ་སོར་ཁྲི་འདོང་གི་སྔ་སོར་ལས་ཀ་ཟེར་ཡག་དང་ད་ག་ནང་བཞིན་གྱི་དེ་ནས་ཀརྨ་པ་བདུན་པ་ཆུ་བྲག་རྒྱ་མཚོ་དེ་པདྨ་སྲིད་པ་གི་མཁས་པ་དེ་ཚོ་ཡི་རངས་དགོས་པའི་མཁས་པ་ཆེན་པོ་ཞིག་ཡོང་ཡག་ལ་དེ་ནས་ཁོང་གི་སྲིད་འབྱུང་གི་སློབ་ཁྲིད་དེ་ཚོ་ཆ་ཚང་གཙོ་བོ་ཁོང་རེད་དེ་བླ་མ་གཞན་དག་ཡང་ཡོད་རེད་ད་དྲི་ཟིག་ཕུལ་དེ་མདོར་ན་བཤད་གྲབས་ལས་གསུམ་ཚང་མའི་ཐོག་ནས་དེ་ནས

ཅེས་ཀྱི་བར་དེ་གཉིས་ལ་དེ་ནི་དེ་ནི་མཉམ་དུ་འཇོག་དགོས་ལ། ཀརྨ་པ་སྐུ་འཕྲེང་གཉིས་ཚེས་ལ་ཁོང་འཇོག་འོ་རེད། ད་ཐང་དེ་ཆ་ལ་ཀརྨ་པ་སྐུ་འཕྲེང་བཅུ་བདུན་ཕེབས་དེ་ཡོད་རེད་བ་ལ། དེ་འདྲའི་འདུག་ཀ་སུ་ཀརྨ་པ་སྐུ་འཕྲེང་ན་ན་རིམ་དང་དང་ནང་བཞིན་རྒྱལ་ཚབ་སྐུ་འཕྲེང་ན་རིམ་གྱི་བར་གྱི་འབྲེལ་ལམ་དེ་ག་འདྲས་ཡོད་རེད་ཨ་ནི་གཅིག་ཨ། ད་འདའི་ཆ་ལ་ཡང་གཅིག་བླ་སློབ་ཀྱི་ངོས་འཛིན་བྱེད་ཡ་རེད་འདི་འདྲས་ཀྱི་ཐོག་ལ་གཅིག་འབྲེལ་བ་ག་འདྲས་ཡོད་རེད་ལ།

ཤོག་ཆེན་པོ་ཅུང་གཡོ་རེ་ད་ལྟ་ནས་སྐབས་སུ་ཡིན་ན་རྒྱལ་ཚབ་ཀུན་བཟང་འདི་ཉིད་ཀྱིས་བཀའ་མ་པོ་བཅུ་བདུན་པ་ཨོ་རྒྱན་འགྲོ་དོར་ཕྲིན་ལས་རྡོ་རྗེ་ཆོག་ཁྲི་ལ་ཕབ་ཡག་ག་ཆེའི་ཐོག་དེ་ནས་མཛད་པ་ཕྲིན་ལས་རྒྱུན་རྒྱ་ཆེན་པོ་བསྐྱངས། ལོས། སྤྱི་དང་གི་ད་ལྟ་མཁན་རིན་པོ་ཆེ་གི་དགོངས་ལ་ཁྱུག་ཚིག་འགྲེལ་བྱེད་གནང་སོང་ད་ཅིག་རྒྱལ་ཚབ་ཚེ་གསོལ་དེ་གར་ཕྱིན་གསོལ་བས་ན་གར་ཚུན་དགོས་རེད་ལགས།

དུང་གི་མཛད་པ་འཕྲིན་ལས་དེ་ཀ་མ་པ་རྒྱ་ཚབ་བསྐྱངས་བ་རེད་མ་གཏོགས་པ་གི་ཡུངས་དྲག་ལ་གོ་ཤུ་དཔའ་འབྱོར་དང་འགྲོ་བོ་ཤོ་སྡེ་བ་མ་གཏོགས་པ་གི་རྒྱ་ཚབ་གི་མིང་དུ་ཡོད་མ་རེད། ཡུངས་དྲག་ལ་དུང་གི་དེ་སྲོལ་རེད་དེ་ནས་ཡུངས་དྲག་དེ་ཀ་མ་པ་བདུན་པ་ཆུ་བྲག་རྒྱ་མཚོ་གི་གོ་ཤུ་དཔའ་འབྱོར་དང་འགྲོ་གི་ཡང་སྲིད་དེ་ཉིད་ལ་རྒྱ་ཚབ་བཀྲ་ཤིས་དཔའ་འབྱོར་ཟེར་ཡ་དེ་བཀྲ་ཤིས་དཔའ་འབྱོར་མ་རེད་བཀྲ་ཤིས་རྣམ་རྒྱལ་བཀྲ་ཤིས་རྣམ་རྒྱལ་ཟེར་ཡ་དེ་དེ་ནས་ངོས་འཛིན་ཟེར་ཐུ་ལུགས་ཟེར་དེ་ནས།

སྐར་མ་པ་ཞོགས་མ་ཞོགས་ཀྱི་གནས་སྐབས་སུ་ལ་དེ་ནི་གཙོ་བོ་རྒྱ་ཚ་གི་འགན་ཡིན་ཐོག་ནས་ལས་ཀ་བྱེད་དགོས་རོགས་ད་དེ་ཡིན་དུས་དེ་ནས་ཆུ་འཇིག་དུས་གཉིས་ཀའི་གི་ཐེངས་ནས་རྒྱ་དབང་སྐར་མ་པ་གི་རྒྱ་ཚབ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་རྒྱ་ཚབ་ཞེས་པའི་གི་མིང་དེ་ཡོངས་གྲགས་ཆགས་པ་རེད་ལ། རྒྱ་ཚབ་ན་རིམ་གི་དགོངས་པ་དེ་གང་དེ་ཆགས་ཁོག་རེད་ལ། རྒྱ་ཚབ་ན་རིམ་དང་པོ་དེ་ནི་རྒྱ་ཚབ་དེ་སྐར་མ་སྒར་ཆེན་གི་དེ་ནི་བླ་མ་རེད།

ཙི་དང། དེ་ག་ནང་བཞིན་ཀྱི་དེ་ནི་བཟོ་རུག་པ་དང་ད་དེ་ལ་སོགས་པ་ཕུན་སུམ་ཚོགས་པ་དེ་ནི་ཡོད་དེ་སྐར་མ་སྒར་ཆེན་དེ་སྐྱ་སེར་ཚང་མ་བསྡད་ས་དེ་དེ་འདྲ་ཞིག་གི་ཆུ་ཚོགས་སྒར་ཆེ་པོ་ཞིག་ཆགས་བསྡད་ཡོད་རེད་འོ་ད་དེ་འདི་དེ་ཚོ་གི་ལས་ཀ་ཆ་ཚང་བྱེད་དགོས་རེད་ལ་གཙོ་བོ་དེ་སྐར་མ་པ་དེ་དེ་ནི་སྤྱིར་སངས་རྒྱས་ཀྱི་བསྟན་པའི་གི་བསྟན་པ་འཛིན་པ་སྤྱི་བོ་རེད་ཡང་སྒོས་སུ་འགྲོ་རྒྱུག་སྐར་མ་སྐར་ཚང་གི་བསྟན་པ་བདག་པོ་ཡིན་དུས་དེ་ནི་དེའི་གི་བཤད་སྒྲུབ་ལས་གསུམ་གི་མཛད་མཁན་དེ་ཀརྨ་པ་ལ་ཡོད་དུས་དེ་ནས་ཀརྨ་པ་རྒྱ་ཚབ་ས་ལས་གནང་བའི་གནས་སྐབས་སུ་ལ་དེ་ནས་སྤྱན་སངས་རྒྱས་ཀྱི་བསྟན་པ་ཡང་སྒོས་སུ་སྒྲུབ་རྒྱུ་ཀརྨ་བཀའ་ཚང་གི་བཤད་སྒྲུབ་ལས་གསུམ་གྱི་གི་མཛད་པ་འཕྲིན་ལས་དེ་ཚོ་ག་རེ་ཡོད་པ་དེ་རྒྱུན་བསྐྱངས་ནས་ཚང་མ་ཕུན་སུམ་ཚོགས་པ་ཞིག་ཡོང་ཐབས་ལ་འབད་བརྩོན་བྱེད་དགོས་རེད། སོ་སོའི་ཁྱིམ་ལ་ཁྱིམ་ལ་ད་ལྟ་རྒྱལ་ཚབ་རིན་པོ་ཆེ་གི་དབུ་ཞྭ།
དབུ་ཞྭ་དེ་ད་ཅིག་མི་མང་ཚོས་ཀྱི་དངོས་གནས་ཀྱི་རྩ་ཆེན་པོ་བཅས་ད་ཅིག་རྗེས་ཡལ་གྱི་གོ་སྐབས་ནམ་བྱུང་ལ་འདུག་ཅིང་རེ་སྒུག་བྱེད་བསྡད་ཀྱི་གནས་སྟངས་ཆགས་འགྲོ་འདུག་སྐབས་སུ། རྒྱལ་ཚབ་རིན་པོ་ཆེ་ཁྱེད་དབུ་ཞྭ་དེ་ག་དུས་བྱུང་བ་ན་དེ་དབུ་ཞྭ་དེ་གི་གོ་བ་དེ་ག་རེད། རྒྱལ་ཚབ་རིན་པོ་ཆེ་དབུ་ཞྭ་གི་ལོག་འགྲུལ་བྱས་ཏེ་དང་པོ་སྐར་མ་པ་དབུ་ཞྭ་དེ་ནི་ཡར་འགྲོ་དགོས་རེད། ལོག་འགྲུལ་དེ་ཡར་ཁོང་ཡར་འགྲོ་དགོས་རེད་དེ། དེ་ནས་དཔེར་ན་ད་ལྟ་ང་ཚོ་ལྷ་སོ་སོ་ལ་ས་མཚན་མ་འདྲ་བ་དག

སྤྱན་རས་སེམས་ཅན་གྱི་གདུང་དང་དཔལ་འབེབས་པའི་གདོང་དག་ཟད་པས་ཡེ་ནས་ཡང་ཁོ་ཚོ་མཛད་པ་འཕྲལ་ལས་རྫོགས་ཆོས་སྐྱོང་གི་དབང་གིས་ཟང་ཟིང་མ་འདྲ་བ་དེ་འདྲ་ཡོང་གདའ། ཟང་ཟིང་མ་འདྲ་ཡོང་གདའ་པས་དེའི་རྐྱེན་དུ་བླ་མ་འདི་ཚོ་ལ་ཡང་ཡང་མཛད་པ་སོ་སོ་སོ་སོ་གི་སྐྱོང་སྟངས་འགའ་དེ་ནི་དེ་གི་མཚོན་གཟིགས་ཁྱད་ཆོས་མ་འདྲ་བ་མ་འདྲ་བ་གདའ། དེ་སོ་སོ་གི་ཐུགས་རྗེའི་མོ་ལངས་དང་མཛད་ཕྲིན་གྱི་ཁྱད་པར་དག་བསྡུར་བྱས་པ་ལ་དེ་ནས་བཟུང་སྟེ་དེ་འདུལ་རྒྱལ་དབང་བཀའ་མ་པ་དེ་ཡང་དེ་ནི་མཛད་ཕྲིན་གཙོ་བོ་སྟེ། དེ་ནས་དབུ་ཞྭ་གི་སྟེང་ནས་ཅུང་ཡང་ཞེས་དེ་འདྲ་བྱས་ཡོད་པ་རེད་ད་དེ་དམིགས་བསལ་གྱི་མཛད་པ་དེ་སྤྱི་དང་རྒྱལ་དབང་བཀའ་འབབ་པ་དེ་བླ་མ་གྲྭ་བ་ཡིན་པ་སོང་ཙང་ང་ཚོ་ནང་པ་ཚང་རྒྱས་པ་གི་གྲྭ་ཆས་དེ་གཞིར་བཞག་བཟོས་དེ་གི་སྟེང་དེ་ཉིད་ལ་དམིགས་བསལ་ཞེས་ཡོད་པ་དེ་དེ་ནས་དབུ་ཞྭ་ཐུགས་མགྲོན་རིན་པོ་ཆེ་ཟེར་ཡ་དེ་རེད་དེ། དེ་ནས་བཀའ་འབབ་པ་དེ་གསུམ་བྱིན་པ་དེ་དང་པོ་གྲྭ་བ་བཟོ་བའི་གནས་སྐབས་སུ་ལ་དེ་གི་དུས་སུ་ལ་སྐྱེ་བ་ཀུན་མོ་གི་གནས་སྟངས་དེ་བྲིས་ནས

དེའི་རྒྱུ་མཚན་དེ་ནི་དེ་གི་མཚོན་གཟིགས་དེ་དབུ་རྒྱ་ནག་པོ་ཞེས་གནང་བ་ཡིན་དུས། དེ་ནི་དེ་ལ་དེ་ནི་དབུ་རྒྱ་ནག་པོ་ཞེས་བསླབ་དེ་གི་སྟེང་དེ་ཉིད་ལ་དབུ་རྒྱ་དང་དངུལ་མ་དེའི་མཁའ་འགྲོ་འབུམ་བཞི་དེ་གི་ཟིན་གྱིས་བསླབ་བཞག་པ་ཡིན་དུས་དེ་ནི་མཐོང་གྲོལ་དབུ་རྒྱ་འབུམ་བཞི། དེ་ཀ་བ་བ་ལ་དེ་འདྲའི་སོ་ཡ་ཡོད་པ་རེད་ཀ་མ་བ་སྐུ་འདྲེན་དང་པོ་ལ་ཡོད་པ་རེད་གཉིས་པ་ལ་ཡོད་པ་རེད་གསུམ་པ་ལ་ཡོད་རེད་ཚང་མ་ལ་ཡོད་པ་རེད་དེ་རེད། འོ་དེ་ཡིན་དུས་དེ་ནི་ཀ་མ་པ་ཀས་དེ་ནི་རང་གི་བདུད་བཟའ་དང་བསྟན་པ་དང་སེམས་ཅན་གྱི་དོན་ཟེར་གཟིགས

དེ་ནས་ཁོ་གསུངས་འདུག་ཡོད་རེད་ལས་མཚོན་རྩིས་ལས་འདྲ་མོ་འདྲ་མང་པོ་གནང་འདུག་དེ་འདྲ་ཟེར་ནས་གནང་རེད་དེ་ནས་བཤད་པའི་རྗེས་སུ་ཞྭ་དམར་ལ་ཀ་ནའི་དམར་པོ་ཀརྨ་པ་ཀན་གནང་ཡོད་རེད་ད་གནང་བཞིན་ད་ལྟ་རྒྱ་བཟའ་རིན་པོ་ཆེ་དེ་ཡང་གཙོ་བོ་ཀརྨ་པ་ཀན་མཛད་འཕྲིན་ཅན་ལས་བྱུང་གི་ཁོང་གི་དེ་ནས་ངོ་བོ་དང་ཕ་ཆེན་འདྲ་བོ་ཐུགས་རྒྱུད་འདྲ་བོ་ཡིན་པ་ལ་དེ་ནས་དེ་སྤངས་རོགས་ཡོད་འདི་འདྲ་བོ་ཡིན་པ་དང་འཕྲིན་ལན་འདྲ་བོ་ཡིན་པ་མཚོན་རྩིས་ལ

དེ་ལ་བུ་དེའི་གནས་སྐབས་སོགས་ལ་ལས་རྒྱ་ནག་པོ་ཞིག་ཡོད་ན་ཡང་དེའི་གི་ལས་རྒྱ་ནག་པོ་སྟེ་གོ་ཁྱོ་པ་འདྲོ་དང་འདྲོ་གི་ན་མི་འདུག་ག་ཡིན་ཟེར་དུས་ཀརྨ་པ་གི་དབུ་ཞྭ་དང་འདྲ་མཚུངས་ཡོད་དུས་དེ་དང་བླ་མ་དང་གཅིག་པ་ཆགས་འགྲོ་དུས་ཡག་པོ་མི་འདུག་བསམ་ནས་དེ་ནི་རྡོ་རྗེ་འཆང་གི་གཟུངས་ཆོག་བཞག་ཞྭ་རེད་ལབ་འདུག་ད་ཀོ་ཤེར་གི་གཟུངས་ཆོག་བཞག་ཞྭ་རེད་དེ་ན་མི་འདུག་དེ་རེད་ད་ད་ལྟ་ཡོད་དེ་ཡ་སྟེ་ཀརྨ་པ་བདུན་པ་ཆུ་བྲག་རྒྱ་མཚོས་དེ་ནི་རྒྱ་ཚབ་སྐུ་ཕྲེང་གཉིས་པ་བཀྲ་ཤིས་བཀྲ་ཤིས་རྣམ་རྒྱལ་ལ།

དེ་རྒྱལ་དབང་བཀའ་མ་པ་གི་མཛད་འཕྲིན་བཅུ་གཉིས་ཀྱི་གང་ཟག་ཡིན་པས་ཁོ་ཚོ་ལ་དབུ་རྒྱ་མ་འདྲ་བ་མ་འདྲ་བ་རྣམ་ཡང་ཡོད་པ་དེ་འདྲ་དང། ཨ་ནི་རྒྱལ་ཚབ་རིན་པོ་ཆེ་ལྟ་བུ་ཆ་མཚོན་པ་ན་ལྟ་ཅིག་ང་རང་ཚོ་བོད་ནང་གི་བླ་མ་ཡོད་རོགས་ཨ་ལ་བླ་མའི་ནང་ལོག་ནས་བདེན་ཐོབ་ག་འདྲས་བྱས་ཆགས་གོ་རེད་ལ། ད་ལྟ
གོང་གི་དཔའ་མཆོག་དོན་གྲུབ་ཀྱི་གནས་སྐབས་སུ་ལ་དྭགས་དཀར་ཚང་གི་དེ་ནི་དུང་གི་བསྟན་པའི་བདག་པོ་འདྲ་བོ་ཟེར་ཁྱོད་ཀྱིས་དེ་གཉིས་ཀ་ནི་དེ་བཟོས་བསྡད་རེད་དེ་ནི་རྗེས་མ་བཀྲ་ཤིས་རྣམ་རྒྱལ་གྱི་གནས་སྐབས་སུ་ལ

ཚོལ་བ་གྲུང་པ་རྒྱ་མཚར་དེ་ཚོ་ཐམས་ཅད་བདེན་ཐོབ་གོ་རམས་པ་གཅིག་པ་རེད་ལ་གོ་རམས་དེ་དང་བོ་བོད་ཀྱི་བླ་མ་བཅས་ན་ལོ་ནས་གུང་ས་ལྔ་བ་དེ་ཚོའི་དཔལ་ཆེན་པོ་ལ་ཡག་ད་ལ། རྒྱལ་ཚབ་རུ་རུམ་བཅས་ཀྱི་སྐུ་འཕྲེང་ན་རིམ་གྱི་ལོ་རྒྱུས་དང་འབྲེལ་བྱས་ནས་ལྟ་གཅིག་ད་ལྟའི་བར་དུ་ལ་ཡང་སྐུ་འཕྲེང་ན་རིམ་བྱེད་ཡོད་རེད་བ་ལ་དེའི་ནང་ལོགས་ནས་ཡང་གཅིག་སྐུ་འཕྲེང

དེའི་གི་རྗེས་བཅུ་བརྒྱ་པའི་ཡེ་ཤེས་རྡོ་རྗེ་ནས་འགོ་བྱུང་སྟེ་དེ་གོང་འཚོ་བ་ལ་ཡོག་དེའི་ཚུལ་རོ། ཨོ་དེ་ཡིན་དུས་དེ་ཚོ་དཔེ་དེ་ནི་ཅི་དང་ཀ་འཇའ་ཚོན་ནཱ་རན་ཚང་མ་དང་ལྷག་པར་དུ་གྲགས་པ་ཆོས་ཡོག་དེ་ཀ་ཚང་གི་ལྟས་པ་ལ་དཔེ་མི་སྲིད་བཀའ་དྲིན་ཆེན་པོ་རེད་ད་ཉག་ཕྲ་བ་ནས་བབས་སོ། ཨ་ནེ་མཁན་རིན་པོ་ཆེ་ལ་ད་ལྟ་ད་སྐྱབས་མགོན་དགེ་བའི་རྒྱལ་ཚབ་དང་འདས་ཀྱི་སྐུ་འཕྲེང་ཇི་ཡོད་རོ་བ་ལ་སྐུ་འཕྲེང་ག་ཚོད་ཆགས་དགོས་ན་རྒྱལ་ཚབ་སྐུ་འཕྲེང་ག་ཚོད་ཆགས་ཀྱི་ཡོད་ན་ཨ་ནེ་ཅིག་ད་འདས་རྒྱལ་ཚབ་ཁོང་རིགས་ཀྱི་ད་ཅིག། མཛད་འགན་ནང་ལོ་ནི་ད་ཅིག་མཛད་པ་ཁྲི་ལིང་གཙོ་བོ་དམིགས་འབེན་བྱེད་ས་དེ་གར་ཆགས་གོ་རེད་ལ། ད་རྒྱལ་ཚབ་དེ་ད་ལྟ་བར་དུ་གྲྭ་བ་དང་གོང་ཞུ་དཔའ་འབྱོར་དོ་དྲུག་ནས་མགོ་བཟུང་ནས་ད་ལྟ་བར་དུ་ལ་རྒྱལ་ཚབ་སྐུ་ཕྲེང་བཅུ་གཉིས་བཞག་རེད། ད་ལྟ་དེ་རྒྱལ་ཚབ་སྐུ་ཕྲེང་བཅུ་གཉིས་པ་རེད། རེ་བ་གྲྭ་བ་མི་འཇོག་གོ་དང། དེ་ནས་འདི་འཁྲུངས་ས་དེ་སྙེ་མོ་དམར་ལམ།

ཉམ་ཐག་པོ་ཞུ་གསུངས་རོགས་ད་བ་ཏག་དེ་ཚོད་ཀྱི་བཤད་གྲབས་ལས་གསུམ་དུ་རྒྱུན་མ་ཆད་པ་ད་ལྟ་ཁྲ་ལ་མའི་སྲིད་འདི་ཞོག་བསྡད་ཡ་ཡོད་པ་དེ་གཙོ་བོ་དེ་ནི་ཁོ་གི་རྒྱ་ཚ་རིན་པོ་ཆེ་སྐུ་འཕྲེང་བཅུ་གཉིས་པ་འདི་གི་བཀའ་དྲིན་དེ་ལས་ནི་སོང་དེ་འདྲ་བྱས་པ་རེད་ལོ་ད་དེ་ཡིན་དུས་དེ་ནི་བཀའ་མ་པ་མཛད་འཕྲིན་དེ་སྐྱོང་རྒྱུན་བཅུང་ཡག་དེ་རྒྱ་ཚ་ན་རན་ལ་འགན་ཡོད་ར་འགན་ཡོད་པ་ན་རྒན་གྱི་འགན་ཁོ་ནས་དུ་མཛད་ཀྱི་ཡག་པོ་ཆགས་དེ་ག་དེ་འདྲ་ནི་ལ་ད་ད

རྒྱལ་ཚབ་སྐུ་ཕྲེང་དང་པོ་འཁྲུངས་ནས་ལོ་དྲུག་བརྒྱ་འཁོར་ཡས་ཀྱི་དུས་དྲན་སྲུང་བརྩི་ཞུ་བ་དང་མཉམ་དུ་ལ་ཡ་ད་ལྟའི་གི་རྒྱལ་ཚབ་སྐུ་ཕྲེང་བཅུ་གཉིས་པ་རིན་པོ་ཆེ་མཆོག་ལ་ཡ་ད་ལྟ་རུམ་འདེགས་ཀྱི་བཤད་གྲྭ་སློབ་ཟུར་གྱི་ངོས་ནས་བརྟན་བཞུགས་ཀྱི་དུས་ཆེན་སྟེགས་བུ་ཞུས་འདུག་ལ་དེ་འབྲེལ་དུ་སྐབས་སུ་ད་ལྟའི་བརྟན་བཞུགས་སྟེགས་བུ་ཞུ་དགོས་ཡ་གི་ད་ཅིག་བསྐོ་བ་རྒྱུ་མཚན་རེ་དེ་གར་ཆགས་ཀྱི་ཡོད་མེད་དང་བྲལ་ཕྱིན་ནས་ད་ལྟའི་ཆ་ལ་རིན་པོ་ཆེ་དགུང་ལོ་ག་ཚོད་ལ་ཕེབས་དགོས་རེད་ལ།